ཚེ་དབང་གི་གཏམ་གསལ་བཤད་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ལ་ཡང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ད་རེས་དོན་ཐེངས་ལྔ་བཅུ་ང་བདུན་འདིའི་ནང་ལ་ཡང་ཨ་ནི་ག་རེ་ཞུ་ཡ་ཡོད་པ་ཚང་མས་ལམ་རྩེར་ཤེས་ཀྱི་རེད་བསམ་གྱི་འདུག་པར་བརྟེན་གང་ཡིན་ཟེར་ན། ཨ་ནི་ཁ་སང་རང་ཨ་རིའི་སྲིད་འཛིན Trump ཀྱིས་ཨ་ནི་ཨུ་རུ་སུ་དང་ཡུག་རེན་གཉིས་ཨ་ནི་ཉིན་གསུམ་རེ་འགའ་དམག་མཚམས་བཞག་ཡ་རེད་དེ་འདྲའི་སྐད་ཆ་བཤད་ཤག་འོ་འདིའི་སྐོར་ལ་ཞུ་བ་ཡིན། སྤྱི་ཟླ་ལྔ་པའི་ཚེས་དགུ་ཉིན་ཨ་རིའི་སྲིད་འཛིན་ཁྲོམ་ནས་དགའ་པོའི་ངང་ཨུ་རུ་སུ་དང་ཡུག་རེན་གཉིས་ཉིན་གསུམ་རིང་དམག་མཚམས་བཞག་པའི་ཁྱབ་བསྒྲགས་བྱས་འདུག་དམག་མཚམས་འཇོག་དགོས་དོན་ནི་སྤྱི་ཟླ་ལྔ་པའི་ཚེས་དགུ་ཉིན་མོ་དེ་ནི་ཡོ་རོབ་ཁུལ་གྱི་དམག་འཁྲུག་མཇུག་སྒྲིལ་བའི་ཉིན་མོ་ཞིག་ཡིན་པ་དང་དེ་ཡང་འཛམ་གླིང་དམག་ཆེན་གཉིས་པའི་ཡོ་རོབ་ཁུལ་དུ་དམག་མཚམས་བཞག་སྟེ་ལོ་གྱ་བཅུ་གྱ་གཅིག་འཁོར་བའི་དུས་དྲན་ཉིན་མོ་ཞིག་རེད། ལོ་གྱ་བཅུ་གྱ་གཅིག་གོང་གི་ཉིན་མོ་དེར་ཡོ་རོབ་ནང་གི་ཕོ་གཞོན་མོ་གཞོན་ཁྲི་ཕྲག་མང་པོ་ཁྲོམ་ཞེང་དུ་བཞུགས་ནས་དམག་འཁྲུག་མཚམས་འཇོག་བྱེད་པར་མིག་ཆུ་གཏོང་བཞིན་པར་དགའ་འབོད་བྱས་ཡོད་པ་རེད། གང་ཡིན་ཟེར་ན་དེ་ཉིན་ནང་སྲིད་འཇར་མན་གྱི་མགོ་བཏགས་ཞུས་པའི་ཁྱབ་བསྒྲགས་བྱས་པ་དང་ཧི་ཏེ་ལར་དང་ཁོ་པའི་སྐྱེས་དམན་གསར་པ་གཉིས་མཉམ་དུ་ས་འོག་འཛིན་གྲྭ་ནང་རགས་ཆ་བརྒྱབ་ཡོད་པ་རེད། ལུག་ཁྱུ་དུམ་བུ་འདི་ཞི་བདེར་དགའ་བའི་མི་རྣམས་ཀྱི་བྱེད་ཐབས་མེད་པ་རེད། ཨ་རིའི་སྲིད་འཛིན། Trump། དམག་འཁྲུག་གི་མཇུག་ཏུ་སྐྱེས་པའི་མི་རབས་ཤིག་རེད་ད་རེས་ཨུ་རུ་སུ་དང་ཡུག་རེན་གཉིས་གནས་སྐབས་རིང་དམག་མཚམས་བཞག་པ་དང་དམག་མཚམས་བཞག་པའི་གནས་ཚུལ་འདི་ཡང Trump གྱིས་དགའ་པོའི་ངང་ཁྱབ་བསྒྲགས་བྱས་པ་རེད། ཨ་རིའི་སྲིད་འཛིན Trump ནས། བཤད་དུས་ངས་ཨུ་རུ་སུ་དང་ཡུག་ཀེ་རན་གྱི་དམག་འཁྲུག་འདི་ཟླ་བ་ལྔ་པའི་ཚེས་དགུ་དང་ཚེས་བཅུ། དེ་བཞིན་ཚེས་བཅུ་གཅིག་གཉིས་ཉིན་གསུམ་རེར་དམག་འཁྲུག་མཚམས་འཇོག་བྱ་རྒྱུའི་ཁྱབ་བསྒྲགས་བྱས་པ་འདིར་དགའ་པོ་བྱུང། དམག་འཁྲུག་མཚམས་འཇོག་འདིའི་ནང་དམག་དོན་གྱི་ལས་འགུལ་ཚང་མ་མཚམས་འཇོག་པ་དང་ཕྱོགས་གཉིས་བར་དམག་འཁྲུག་གི་བཙོན་པ་གཅིག་མཐོང་ཇེ་རིགས་བྱ་རྒྱུ་ཚུད་ཡོད་པ་རེད། ང་སྒེར་ངོས་ནས་རེ་འདུན་འདི་བཏོན་པ་ཡིན་པས་སྲིད་འཛིན་པུ་ཏིན་དང་ཛེ་ལན་སི་ཀྱི་གཉིས་ཀྱིས་མོས་མཐུན་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ངས་རེ་བ་བྱེད་ཀྱི་ཡོད་དེ་ནི་དམག་འཁྲུག་རིང་པོ་དང་གདུག་རྩུབ་ཅན་དང་དཀའ་ཚེགས་ཆེ་བའི་དམག་འཁྲུག་འདི་མཇུག་འཕྲད་པའི་འགོ་བཙུགས་པ་ཞིག་ཡིན། འཛམ་གླིང་གི་དམག་ཆེན་གཉིས་པའི་རྗེས་ཀྱི་འཁྲུག་རྩོད་ཆེ་ཤོས་དེ་མཇུག་འགྲིལ་རྒྱུའི་དོན་སྨོན་མུ་མཐུད་ནས་བྱེད་བཞིན་ཡོད་པ་དང་དོ་སྣང་གནང་བར་ཐུགས་རྗེ་ཆེ་ཞེས་སྲིད་འཛིན་ཁྲོམ་ནེས་ཁོང་གི་ཡིག་ཟམ་ནང་ཁྱབ་བསྒྲགས་བྱས་ཡོད་པ་རེད། དེའི་སྔོན་ལ་ཁྲོམ་གྱིས་ཨུ་རུ་སུའི་སྲིད་འཛིན་པུ་ཀྲིན་ལ་ཁ་པར་དོན་ཡིག་རིང་པོ་ཞིག་བཏང་ནས་ཡུཀ་རེན་དང་དམག་མཚམས་འཇོག་རྒྱུའི་སྐད་ཆ་བཤད་ཡོད་པ་རེད། དོན་དངོས་ཐོག་ཨུ་རུ་སུ་དང་ཡུཀ་རེན་གཉིས་ཀ་དུས་ཚོད་དེའི་ནང་འཛམ་གླིང་དམག་ཆེན་གཉིས་པ་མཇུག་འགྲིལ་བ་དང་མཉམ་ཨུ་རུ་སུ་དང་ཡུཀ་རེན་གཉིས་ཀ་ཁག་སོ་སོར་དུས་དྲན་མཛད་སྒོ་བཙུགས་ཀྱི་ཡོད་པ་རེད། དམག་མཚམས་བཞག་པ་ཟེར་ཡང་དེ་རིང་ཁ་སང་ཡང་དམག་འཁྲུག་ཆུང་ཙག་རེ་གཉིས་ཁ་ཐོར་དུ་བཞག་གི་ཡོད་པ་དེ་ནི། མི་མེད་གནམ་གྲུས་འབར་རྫས་གཡུགས་པ་སོགས་རེད་འདུག་ཡུཀ་རེན་གྱིས་ཨུ་རུ་སུའི་མི་མེད་གནམ་གྲུའི་གཏོར་ཕམ་གཏོང་བར་སྔོན་འགོག་ཆེད་ཐེ་ཝན་ནས་མི་མེད་གནམ་གྲུ་འབུམ་གཅིག་ལྷག་ཙམ་རོགས་རམ་བྱས་ཡོད་ཚུལ་བཤད་ཀྱི་འདུག་དང་པོ་ཨུ་རུ་སུས་ཡུཀ་རེན་ལ་དམག་དྲངས་པའི་དམག་དྲངས་ནས་བདུན་གཅིག་ནང། ཨ་ནི་ཡུཀ་རེན་རྒྱལ་ས་ཅི་བུ་ལེན་རྒྱུའི་འོས་ཞབས་བཤད་ཡོད་ཀྱང། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་མགོ་ཁྲིད་འོག་རྒྱལ་ཡོངས་དམར་དམག་ཕོ་མོ་ཡོངས་ནས་དཔའ་ངར་ཆེན་པོས་རང་སྲུང་དམག་འཐབ་བྱས་ཏེ་ད་བར་ལོ་ལྔ་འགྲོ་བའི་རིང་འཛམ་གླིང་ནང་དམག་ཤུགས་ཨང་གཉིས་པ་ཡིན་པའི་ཨུ་རུ་སུ་དམག་མི་འབུམ་གཅིག་ལྷག་ཤི་རྨས་བཏང་བ་དང་མཚོ་དམག་དང་གནམ་དམག་ཧ་ལམ་མེད་པར་བཟོས་ཟིན་པ། སྤྱིར་འཐབ་འཁོར་ལོའི་དཔུང་དམག་ཀྱང་ཕལ་ཆེ་བ་གཏོར་འབུམ་བཏང་ནས་སྔོན་དུ་ཨུ་རུ་སུའི་དམག་གིས་བཙན་བཟུང་བྱས་པའི་ས་ཆ་བརྒྱ་ཆ་བདུན་ཅུ་ཙམ་ཚུར་ལེན་ཐུབ་ཡོད་པ་རེད། གཞི་རྐང་དམག་འཁྲུག་དེའི་ནང་ཡུག་རེན་གྱི་མེ་སིལ་དང་དམག་མི་འབུམ་གཅིག་ལ་ཤི་སྐྱོན་བྱུང་བ་དང་གྲོང་ཁྱེར་དང་གྲོང་གསེབ་མང་པོ་གཏོར་བརླག་བཏང་ཡོད་ནི་ཡང། ཡུག་རེན་ལ་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་སོགས་ཀྱི་རྒྱབ་སྐྱོར་དང་གལ་ཆེ་ཤོས་དེང་དུས་ཀྱི་ཚན་རྩལ་དང་དྲ་ལམ། མི་མེད་གནམ་གྲུར་བརྟེན་པའི་རིམ་མཚུངས་དམག་འཐབ་བྱས་ནས་ད་ཆ་ཨུ་རུ་སུའི་ས་ཁོངས་ནང་དམག་མིའི་དམག་གི་གོ་མཚོན་དང་སྣུམ་མཛོད་དམག་འཐབ་གནམ་གྲུ་དང་མཚོ་དམག་སོགས་ལ་ཕར་རྒོལ་བྱེད་ཐུབ་པའི་གནས་བབ་སླེབས་ཡོད་པར་བརྟེན། ད་རེས། ར་ཤི་ཡའི་བིག་ཏོ་རི་ཟེར་བའི Victory Day ཟེར་བའི་ཨུ་རུ་སུའི་རྒྱལ་ཁའི་ཉིན་མོ་དུས་དྲན་སྐབས་དེ་སྔོན་ནང་བཞིན་དྲག་ཤུགས་དཔུང་ངོམ་བྱེད་པའི་དམག་དོན་རྔམ་སྟོན་ནང། དམག་གནམ་དམག་དང་མི་ཤུགས་འཕུར་མདེལ་ལྕགས་ཐེབས་འཁོར་ལོ་སོགས་མེད་པར་རྐང་དམག་གཅིག་པོ་ལས་ལྷག་མེད་དུས་དེ་སྔའི་དམག་ཤུགས་ཨང་གཉིས་པ་འདི་ད་ཆ་ཨང་བཞི་པ་བར་མ་ཟགས་ཟིན་པའི་སྐོར་དམག་དོན་ཉམས་ཞིབ་པ་དང་དམག་དོན་དབྱེ་ཞིབ་པ་ཚོས་གླེང་གི་འདུག་གསལ་བསྲིང་གནང་བར་བཀའ་དྲིན་ཆེ།